ད་ནི་འདིའི་སྔོན་གྱི་སློབ་ཚན་འགའ་ཞིག་གི་སྐབས་སུ་ང་ཚོས་བདེན་པ་ཞིག་གི་སྐོར་དེ་གང་ལ་གང་འཚམ་ཞིག་བཤད་ནས་དེ་རིང་ནས་བཤད་ཚར་བ་རེད། དེ་ཡིན་ན་ང་ཚོས་ཡང་བསྐྱར་བདེན་པ་ཞིག་གི་རྣམ་པ་བཅུ་དྲུག་དེ་ལ་ང་ཚོས་ཡང་བསྐྱར་ཅིག་ལྟ་ཡ་བྱེད། ད་ནི་སྤང་བྱ་སྡུག་བདེན་གྱི་རྣམ་པ་བཞི་དེ་མི་རྟག་སྡུག་བསྔལ་སྟོང་པ་བདག་མེད་བཞི་རེད། ཤེས་བྱ་ཀུན་འབྱུང་གི་རྣམ་པ་བཞི་དེ་རྒྱུ་ཀུན་འབྱུང་རབ་བྱེད་རྐྱེན་བཞི་རེད། དེ་ནས་ཐོབ་བྱ་འགོག་བདེན་གྱི་རྣམ་པ་བཞི་སྟེ་འགོག་པ་བྱི་བ་བྱ་སྣུམ་ངེས་འབྱུང་བཞི་རེད། བསྟེན་བྱ་ལམ་བདེན་གྱི་རྣམ་པ་བཞི་སྟེ། ལམ། རིགས་པ། སྒྲུབ་པ་ངེས་འབྱིན་ཟེར་བ་སྟེ། དེ་བཞི་རེད། བདེན་པ་བཞི་ལ་རྣམ་པ་བཞི་བཞི་བཅུ་དྲུག་ཡོད་པ་རེད། དེ་ལ་ཡོངས་གྲགས་སུ། བདེན་བཞིའི་རྣམ་པ་བཅུ་དྲུག་ཅེས་ལབ་ཀྱི་ཡོད་པ་རེད། ཉན་ཐོས་དང་རང་རྒྱལ་དག་ཅན་ལ་སོགས་པ་གང་ལྟར་ནང་པ་སངས་རྒྱས་པའི་ལམ་ལ་སློབ་མཁན་ཅིག་ཡིན་ན་བདེན་པ་གཤིས་ཀྱི་རྣམ་པ་འདི་དག་ངེས་པར་དུ་སྒོམ་དགོས་པ་དང་ངེས་པར་དུ་ཉམས་ལེན་བྱེད་དགོས་ཡོད་པ་དེ་འདྲ་ཅིག་རེད་གང་ལྟར་ཉན་ཐོས་ཀྱིས་དག་པ་དང་རང་རྒྱལ་གྱིས་དག་པ་བྱང་སེམས་ཀྱིས་དག་པ། ལ་སོགས་པ་ཐེག་པ་གསུམ་ཡིན་ན་འདྲ། ཡང་ན་རྒྱུད་ཕ་རོལ་ཏུ་ཕྱིན་པའི་ཐེག་པ་དང་འབྲས་བུ་གསང་སྔགས་རྡོ་རྗེའི་ཐེག་པ་ཡིན་ན་འདྲ་གང་ལྟར། ལམ་ཉམས་ལེན་གྱི་རིམ་པ་ཞིག་ལ་བདེན་པ་བཞི་འདིའི་རྒྱ་ལས་འདས་སོང་བ་ཅིག་ཡོད་པ་མ་རེད། ལམ་ཉམས་ལེན་གྱི་རིམ་པ་མཐའ་དག་པ་དེ་བདེན་པ་བཞི་གི་ཉམས་ལེན་གྱི་ནང་དུ་བསྡུ་གི་ཡོད་པ་རེད། དེ་ཡང་བདེན་པ་བཞིའི་རྣམ་པ་བཅུ་དྲུག་གི་སྒོ་ནས་ཉམས་ལེན་བྱེད་དགོས་ཀྱི་ཡོད་པ་དེ་འདྲ་ཅིག་རེད། ཡིན་ཙང་བདེན་བཞིའི་རྣམ་པ་བཅུ་དྲུག་འདི་གང་ལ་གང་འཚམ་གཅིག་སེམས་ལ་ངེས་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད་ཅེས་ཞུ་བ་ཡིན། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནི་མཚམས་བཞག་པ་ཡིན་ཐུགས་རྗེ་ཆེ།